དེ Toronto ལ་བཞུགས་མཁན་མི་མང་རྣམ་པ་ཚང་མ་ལ་འཚམས་འདྲི་བཀྲིས་བདེ་ལེགས་ཞུ་བ་ཡིན། གཞི་རྩའི་དེ་སྤྱི་དོན་ཚོགས་པ་ནས་དེ་མཆོད་ཁང་དེ་ཉམས་བཟོ་བྱེད་ཡ་ལ་དཔལ་འབྱོར་དེ་ག་དུ་རུབ་ཟིན་ནའི་རེད་སྡུག་གུ་བྱེད་ཡ་གི། ལས་གཞི་ཞིག་སྤེལ་ཏེ་ཞྭ་འདི་གལ་ཆེན་པོ་ཞིག་དྲག་ཐོངས་སོང་གང་ཟེར་ན་གཞི་རྩའི་ད་སྤྱི་ཁང་དགོས་ཡ་རེད་གལ་ཆེན་པོ་ཞིག་དྲག་རེད་སྤྱི་ཁང་ཡོད་པའི་ཐོག་ཨ་ནི་དགུང་ལོ་བགྲེས་པ་ཚོ་དེ་ཕེབས་པའི་སྐབས་ལ་མཆོད་ཁང་ཧྲག་ཐག་ཐག་ཅིག་དང་ཨ་ནི་ཆ་ཚང་ང་ཅིག་ཡོད་པ་ཡིན་པ་ཡིན་ན་ཨ་ནི་དགུང་ལོ་བགྲེས་པ་རེད་ལོ་གཞོན་པ་ཚོ་རེད་དེ་ཕེབས་པའི་སྐབས་ལ་ཨ་ནི་ཁོ་བྱིན་རླབས་ཨ་ཅང་ཅང་ཨ་ནི་སོ་སོ་གི་བསོད་ནམས་བསགས་ཡ་ཨ་ཅང་ཅང་ཨ་ནི་ཆ་ཆུང་ཕུད་ཆེ་བའི་སྐབས་ལ་ཡིན་ནའི་ཡ། དམ་ཚིག་དང་སྨོན་ལམ་རྒྱ་ཡིས་གང་ཅི་ཐོག་ནས་མེད་ན་ཕན་མཐོང་པོ་ཡོང་གི་རེད་བསམ་གི་འདུག་བདེ་སྲོང་ཟི་ཐན་ཏའི་སྐྱིད་སྡུག་ཁག་བཅུ་བཞི་ནས་རྒྱབ་གཉེར་ཡོད་པའི་ཐོག་ནས་ལས་གཞི་ཞིག་སྤེལ་ཏེ་ཤག་དེའི་ཐོག་ཆ་ཤས་ལས་ངན་མི་འབོར་ད་སྟོང་ཕྲག་བཞི་ལྷག་ཙི་ཡོད་ཞེས་གསུང་གི་ཡོད་རེད་དེ་ད་འདྲའི་ཆ་ལས་རྒྱ་རྒྱ་ནས་ཆ་ཤས་ལེན་ཤག་པ་འདི་གས་ལ་བསྔགས་བརྗོད་ཞུས་པ་ད་དྲག་དེ་ཡིས་ལྷག་པ་ད་སུམ་སྟོང་ཉིས་བརྒྱ། ཚང་མས་ཆ་ཤས་ལེན་པ་ཡིན་ན་ཨ་ལས་གཞི་འདི་ཡག་པོ་འགྲོ་གི་རེད་ཞེས་བྱས་སྤྱི་དོན་ཚོར་བ་གས་ནི་འཐུས་མི་རྣམ་པས་ཚང་མས་ཀྱི་རེ་བ་ཞི་དྲག་བྱེད་ཀྱི་འདུག་ལ་རྣམ་པ་ཚོ་ལ་ནི་རེ་འདུན་ཤུགས་ཆེན་པོ་ཞི་དྲག་ཞུ་གི་འདུག་འདི་ལ་ངས་བཀའ་ཤག་ངོས་ནས་རྒྱབ་སྐྱོར་ཡོད་པའི་ཐོག་ཨ་ནི་མི་མང་ཚང་མས་ཀྱི་གང་ཐུབ་ཅི་ཐུབ་ཆ་ཤས་ལེན་པའི་ཐོག་ནས་ཨ་ནི་ཆོས་ཁང་འདི་ཉམས་གསོ་བྱེད་ཡག་གི་ལས་གཞི་འདི་ལམ་ལྷོང་ཡོང་གི་ཤོག་ཞེས་བྱས་ཆེས་སྨོན་འདུན་དང་རྒྱབ་སྐྱོར་ཡོད་ཞེས་ཞུ་ཡང་ཐུགས་ཆེ་གནང།